འོ་ལགས་སོ། ད་དེ་ནས་ང་ཚོ་དཔལ་ནཱ་ལེནྡྲའི་སྐད་འཕྲིན་ཚོགས་པའི་ཚོགས་གཙོ་མཆོག་དང་དེ་ནས་ཚོགས་མི་ཚང་མ་ལོ་ལ་ཨ་ནེ་གུས་འདུད་སྔོན་དུ་འགྲོ་བའི་ཐོག་ནས། ཨན་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་བྱུང་རབས་ལོ་རྒྱུས་ངོ་སྤྲོད་ཤོད་གི་ད་ས་བཅད་ཐ་མལ་ཁ་ཤི་ཚ་ཆི་དུང་གོ་རྣམ་པ་ཚོ་ལ་ངོ་སྤྲོད་ཤོད་ཡིན་ད་དུང་གོ་དེར་མ་ས་བཅད་ངོ་སྤྲོད་ཤོད་གི་དེ་ཚན་དང་པོ་དེ། ཨ་ནི་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ཁ་སྣ་ཤུལ་དུ་འཛུགས། ཨ་ནི་གཏུར་བྱེད་བྱིན་པའི་སྤྱི་ལེ་ཨ་སབ་ཏུ་ཨ་ནི་བསྙེས་པས། འདི་ཚེ་འདིའི་དངོས་གྲུབ་ཤོས་ཡིན་ཏེ་དུས་ད་ཅི་དང་པོ་ཞེས་པ་ན་ཤེས་རིག་དཔལ་ནཱ་ལེནྡྲའི་གཙུག་ལག་ཁང་འདི། དུས་རབས་བཅུ་གཉིས་པའི་དུས་མཇུག་དང་དུས་རབས་བཅུ་གསུམ་པའི་དུས་མགོ་ད་ཡོངས་གྲགས་ང་ཚོ་སྤྱི་ལོ་ཆིག་སྟོང་བརྒྱད་དང་དགུ་བཅུ་གོ་གསུམ་ལོ་ལ་ཨ་ནི་གྲུ་གུ་ཡིན་ན་རེད་ཏུར་ཀི་ཡིན་ན་རེད་ད་ཡོངས་གྲགས་ང་ཚོ་དེང་སང་གི་བོད་ཟེར་བྱས་པ་ཡིན་ན་ཏྲར་ཀིའི་ཟེར་དེ་རེད། སྔར་དུ་བོད་རང་གི་ཐ་སྙད་འོག་ཏུ་བྱས་པ་ཡིན་ན་ཁ་ཆེའི། རྒྱལ་ཁབ་ཀྱི་དམག་དཔུང་གིས་རྒྱ་གར་ལ་ཡང་བཙན་འཛུལ་བྱས། བཙན་འཛུལ་བྱས་པ་ཙམ་མ་ཟད་ཨན་པད་ནཱ་རའི་གཙུག་ལག་ཁང་ལ་སོགས་པ་དང་ཚོགས་གཏོར་བཞི་བྱས་ནས། ཨ་ནི་ཐ་མ་པད་ནཱ་རའི་གཙུག་ལག་ཁང་དང་ཚོགས་ད་གཅིག་ཤུལ་ཙམ་མ་གཏོགས་མེད་པར་བཟོས་པ་རེད། ད་དེ་ནས་ལོ་ངོ་བརྒྱ་ཕྲག་ཁ་ཤས་ཕྱིན་པའི་རྗེས་ལ། ཨ་ནི་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་རེ་གཅིག་ལོ་ལ་ད་ལྟ་ཨིན་ཇིའི་དམག་དཔོན་བསུ་བ། ད་ལྟ་ཨེ་ལེག་ཙན་དྲེ་ཨ་ཀ་ནི་ཀམ་སེ་ཏི། ཨ་ནི། རྒྱ་གར་འཕགས་པའི་ཡུལ་སྐབས་དེ་དུས་ད་རྒྱ་གར་དེ་དབྱིན་ཇི་དབང་འགྱུར་བ་ལ་ཡོད་པ་ཡིན་ཙང། ཧོ། རྒྱ་གར་གྱི་ད། ཁོ་རང། དམག་དཔོན་བཟོ་བ་ཅིག་ཡིན་པ་ཙམ་མ་ཟད་རྒྱ་གར་འཕགས་པའི་ཡུལ་གྱི་ད་གནའ་ཤུལ། ཐུང་ཙི་ར་བཏབ་རྗེས་ཞིབ་འཇུག་བྱེད་ཉེས་ཀྱི་མེས་པོ། ཧོ། དེ་འདྲ་ཅིག་ལ་ཡང་ཡོངས་གྲགས་ངོས་འཛིན་གནང་གི་ཡོད་རེད་འོ་ད་ཁོ་རང་གིས། ཨ་ནི། རྒྱ་གར་འཕགས་པའི་ཡུལ་གྱི་ད། བན་དྷ་རའི་གཙུག་ལག་ཁང་གཙོ་བོར་གྱུར་པའི་ནང་པའི་གནའ་ཤུལ། ཐུང་ཙི་རའི་དམིགས་བསལ་གྱི། ཐུགས་སྣང་དང་དེ་འདྲ་ཆེན་པོ་བྱུང་ཨ་ནི། ལྷག་པར་དུ་ཐང་རྒྱལ་རབས་ཀྱི་བཙུན་པ་སྔ་སོར་ཡོངས་གྲགས་ཐང་སན་བླ་མའི་ལམ་ཡིག་རེད་དེ་ནང་བཞིན་གྱི་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་འོག་གནའ་ཤུལ་གྱི་དར་ས་བ་ནས་རྙེད་པའི་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ང་ཚོ་རྡོ་རིང་དང་ཀོ་རྟིང་ལ་སོགས་པ་དེ་འདྲས་མང་པོ་ཅིག་རྙེད་པ་རེད་དེ་འདྲས་ལ་བརྟེན་ནས་དཔལ་ནཱ་ལེནྡྲ་ལ་ཡང་བརྟག་དཔྱད་ཞིབ་འཇུག་བྱས་ཀྱི་ཐོག་མར་གོ་ཁྲབ་དེ་བཙུགས་གོ་བཙུགས་ནས་ས་འོག་ནས་བརྔོས་པའི་སྐབས་ལ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དར་དགོན་པའི་ཤུལ་དང་ཚོ་རྙེད་པ་དེ་འདྲས་ཆགས་པ་རེད་དེ་ནས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དར་སྤྱི་ཤུལ་ཁག་གཅིག་སྐབས་དེ་དུས་གསར་བ་ནས་བཏོན་ནས་ད་རྙེད་པ་ཙམ་མ་ཟད་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་སྤྱིའི་ནི་རྒྱ་ཁྱོན་དེ་ག་འདྲས་བྱས་པ་རེད་ཟེར་བ་ནི་ང་ཚོ་མི་གྲངས་གྲུབ་བཞི་མ་ས་གཅིག་ལྷག་ཙག་ཅིག་ཡོད་པ་དེ་སྐབས་དེ་དུས་ཤེས་རྟོགས་བྱུང་བ་རེད། དེ་ནས་རྒྱ་གར་གྱི་ད་ལྟ་གནའ་ཤུལ་དཔྱད་ཞིབ་ཁང་དེ་འདྲའི་གསར་དུ་བཙུགས་པ་རེད། དེ་བཙུགས་པའི་སྐབས་ལ་ད་ལྟ་དབྱིན་ཇིའི་དམག་དཔོན་ཟུར། སུར་པ་དང་ཨེ་རག་ཙན་དྲེ་ཀ་ནི་ཀམ་སའེ་ཏི། རྒྱ་གར་གྱི་གནའ་ཤུལ་དཔྱད་ཞིབ་ཁང་གི་ངེས་སྟོན་པ་ལ་ཡང་བསྐོ་བཞག་བྱུང་བ་རེད། ད་དེ་ཡང་སྤྱིར་ང་ཚོ་རྒྱ་གར་ནང་ལོ་ལྔ་སྟེ་མང་པོ་ཡོད་པའི་ནང་ལ་ད་དབུས་ཀྱི་ང་ཚོ་བི་ཧར་མངའ་སྡེའི་རྒྱལ་ས་པར་ན། ད་དེང་སང་བྱས་ནས་པར་ན་ལ་བའི་རུ་སྔས་མ་བྱས་པ་ཡིན་ན་པར་ཏི་ལི་པུར་ཏྲ་ཟེར་ཡོད་རེད་གང་ཡིན་ཟེར་ན་དེ་ང་ཚོ་བོད་སྐད་ཚུར་བསྒྱུར་ཡོང་དུས་ཀྱ་ནག་བོད་གྲོང་ཁྱེར་ཟེར་དེ་རེད་ཆོས་རྒྱལ་ཉེ་ངན་མེད་ཀྱི་སྐྱེས་ས་འཛིན་ས་དེ་རེད། བར་ན། ད་པར་ན་ནས་ཀི་ལོ་མི་ཀྲ་བརྒྱ་དང་བཅུ་མེད་གཉིས་ཀྱི་ས་ལ་ཡོད་པ་དེ་སར་བྱས་པ་ཡིན་ན་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ནི་ད་རྒྱང་ཐག་ཀི་ལོ་མི་ཀྲ་གཅིག་གཉིས་གཅིག་གི་ས་ཆ་ལ་ཡོད་པས་ད་ད་པར་ཀང་བོང་སད་ཀི་ཨ་ནི་རྒྱ་གར་གི་གྲོང་ཚོ་ཅིག་བ་རེད་གྲོང་སི་བི་ཨོ་གྲོང་ཚོ་དེའི་ནང་ལོགས་ལ་ཨ་ནི་ཅིག་གི་ང་ཚོ་ཀར་ཚུགས་རེད་ད་རི་ཆུ་འཇུ་འདྲ་བ་ས་བོག་བོག་ད་དེ་འདྲ་གི་ཅིག་གི་དྲི་ལ་ཡ་ད་ས་བུ་ཡོད་པ་བྱས་ས་བུ་དེའི་དྲི་ལ་ཨ་ནི་ང་ཚོ་སྒོ་བྱང་ལས་དཔལ་ནཱ་ལེནྡྲའི་འཕགས་པའི་དགེ་འདུན་གྱི་གཙུག་ལག་སློབ་གཉེར་ཁང་ཟེར་གྱི་དེ་འདྲ་བྲིས་ཡོད་པ་ད་ལྟ་ཨེ་ལ་ཙན་དྲལ་གྱིས་མཐོང་བ་རེད་དེ་མཐོང་བ་འོ་དེ་སྒོ་བྱང་འདི་ཁོ་རང་གིས་ད་མཐོང་མ་ཐག་ཏུ་སྤྱི་ལོ་དྲུག་བརྒྱ་བཞི་བཅུ་ཞེ་དྲུག་ལོ་ལ་རྒྱ་ནག་གི་ད་བཙུན་པ་ཐང་སན་གྱི་ལམ་ཡིག་ནཱ་ལོ་ལ་གསལ་བའི་ད་ང་ཚོ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་གནའ་ཤུལ་དེ་ཡིན་པ་ཐོག་མར་ཧ་གོ་ཡ་ཟེར་ནས་མིང་ཐོ་ཤེས་ཐོག་རབ་དེ་འདི་བྱུང་བ་རེད་དེ་འདྲ་དེའི་རྗེས་ལ་ད་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅོ་ལྔ་ལོ་ལ་རྒྱ་གར་གཞུང་གིས། ཨ་ནི་གནོད་འཚེ་དང་དང་བརྟག་དཔྱད་སྡེ་ཚན་ཁག་དོན་འཚོལ་དང་མཉམ་རུབ་ལ་སོགས་པ་དེ་འདྲ་བྱས་ནས་ཨ་ནི་པའི་ན་རེ་གཙུག་ལག་ཁང་གཏོར་ཤིས་གསུམ་པའི་ད་གནའ་ཤུལ་དོན་འཚོལ་ས་འོག་ནས་མ་བསྔོགས་པ་རེད་བསྔོགས་ནི་ད་ལྟ་ང་ཚོ་ས་ཕག་དམར་པོས་བསྐྲུན་པའི་ཨ་ནི་པའི་ན་རེ་གཙུག་ལག་ཁང་གི་ནང་ལ་ཡོད་པའི་མཆོད་རྟེན་དང་ཨ་ནི་དགེ་འདུན་པའི་ཚོགས་ཁང་དང་ཨ་ནི་བྲག་ཤ་ལ་སོགས་པ་དེ་འདྲ་མང་པོ་ཅིག་ས་འོག་ནས་ཐོན་པ་རེད་ཨ་ནི་དེ་མ་ཡིན་པའི་ང་ཚོ་རྒྱུ་སྤུས་ལེགས་པའི་ཨ་ནི་ཅིག་བཟང་དགུ་རེད་ཨི་ན་ཤིང་གི་ཟངས་ཀྱི་དེ་མ་རེད། ལྷག་པར་དུ་བན་ན་རི་གཙུག་ལག་ཁང་གི་ཨ་ནེ་ཐམ་ཀ་ལ་སོགས་པ་གང་ཟག་གནའ་རྫས་ད་གལ་གནད་ཅིག་གི་སྟོང་ཕྲག་གཅིག་ལྷག་ཚར་ཅིང་སྲ་བ་ནས་རྙེད་པ་རེད། འོ་འདི་ལྟས་ཡིན་དུས་ད་ལྟ་གོང་ལ་ངོ་སྤྲོད་ཞུས་པ་ན་ཞེས་བན་ན་རི་གཙུག་ལག་ཁང་གི་གནའ་ཤུལ་གྱི་སྲ་བ་ནས་བན་ན་རི་གཙུག་ལག་ཁང་གི་ཐམ་ཀ་དེ་འདྲའི་མང་པོ་ཅིག་རྙེད་ཡོད་པ་ཡིན་ཚེ་ཐམ་ཀ་དེ་ཚོའི་ཁ་བཞི་དང་གཅིག་གིས་བསྐུལ་བ་དེ་ལ་བུ་ཡོད་དམ་ཀའི་ཁ་རིས་དེ་ལ་ཡ་ད་ལེགས་ཆགས་དང་པཱ་ལིའི་ཁ་རིས་ཡིན་ན། འོ་དེ་ད་ང་ཚོས་ཡི་གེ་སྔས་ཤིག་མེད་པ་ཡིན་ཙང་དེའི་ནང་དུ་རེ་བ་ཁ་རེ། བཀོད་ཡོད་མེད་དེ་མི་ཚད་ཤེས་ཀྱི་མི་འདུག་ད་རྣམ་པ་ཚོས་དེའི་ནང་ལ་ལེགས་ཆགས་དང་པཱ་ལི་ཀའི་ལ་སོགས་པ་དེ་འདྲ་ཤེས་མཁན་ཡོད་པ་ཡིན་ན། ནི་གོང་ལ་ད་ལྟ་བསྐུལ་བ་ཁ་བཞི་ཕུལ་བས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ཐམ་ཀའི་ཁ་རིས་དེ་ཚོའི་ནང་ལ་ཁ་རེ་བཀོད་ཡོད་མེད་ཅེས་རྣམ་པ་ཚོས་དེ་ནས་བཟུང། ནི་ཡིག་ཐོག་ཡིན་ན་རེ་ངག་ཐོག་ནས་འབྲི་བཤད་ཅིག་གནང་ཐུབ་པ་ཡིན་ན། ཡང་ང་ཚོ་ཚང་མ་ལས་དམིགས་བསལ་གྱི་ཕན་ཐོགས་ཆེན་པོ་ཞིག་ཡོང་ས་རེད་འོ་དེ་ཅིག་འབུལ་དགོས་ཤོག་ཅེས། འོ་དེ་འདྲ་ཡིན་དུས་ད་དཔལ་ན་ལེནྡྲའི་གཙུག་ལག་ཁང་གི་ས་བོན་ནས་ཐོན་པའི་ད་ན་ཟས་འདི་མེན་པས་ད་སྟོང་ཕྲག་ལྷག་ཅིག་ཅིག་ས་བོན་ནས་རྙེད་ཡོད་རེད་ད་ཚང་མ་དེ་ལ་ཕུལ་ཐུབ་ཀྱི་མི་འདུག་ད་འདི་ལ་ཡང་ད་ནང་ང་ཚོ་ཐམ་གའི་སྐུ་པར་དེ་འདིར་མ་དཔེ་མཚོན་རབས་བྱས་ནས་ཕུལ་ཡོད། འོ་དེ་འདྲ་ཡིན་དུས་ད་ན་ཟས་དེ་ཚོ་དེང་སང་དཔལ་ན་ལེནྡྲའི་གཙུག་ལག་ཁང་གི་ཉི་ཤུ་ལ་ཡང་ད་ད་འགྲེམས་སྟོན་ཁང་ཅིག་བཙུགས་ཡོད་རེད་འགྲེམས་སྟོན་ཁང་དེའི་ནང་རོལ་ལ་ཉར་ཚགས་གནང་ཡོད་རེད། དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ལོ་ལ་ད་ལྟ་རྒྱ་གར་བོད་པའི་གཞུང་གིས་སྨན་ནི་ཆ་ཞིག་དགོས་ཅེས་པས་ན་ལེན་འབྲས་གཙུག་ལག་ཁང་གི་ཟླ་མཚན་ཐོག་ནས་ཕྱི་ཟླ་གཙུག་ལག་སློབ་གཉེར་ཁང་འདི་འདྲས་ཀྱིས་བསྐྱར་བཞེངས་བྱས་པ་རེད་བསྐྱར་བཞེངས་བྱས་པ་དེའི་ནང་ལོ་ལ་ད་པཱ་ལི་གི་ཞིབ་འཇུག་ཁང་ལ་སོགས་པ་དེ་འདྲས་ཀྱི་སྡེ་ཚན་ཁ་ཁ་ཤས་ཀྱིས་གསར་འཛུགས་གནང་ཡོད་རེད། དེ་ནང་ཞིག་གིས་ད་དེ་སྔོན་ང་ཚོ་རྒྱ་ནག་དང་བོད་ལ་སོགས་པ་ད་ག་ད་འཛམ་གླིང་གི་ཡུལ་གྲུ་མང་པོ་ཅིག་ནས།

འདི་འདྲ་ཡིན་དུས་ད་ཅིའི་འོས་ང་ཚོ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དགོན་པའི་ད་ཅི་ཤོའི་འདྲ་པོ་དེ་རྩ་བ་ནས་རྙེད་ནས་ད་ལྟ་ང་ཚོ་མཇལ་རྒྱུ་ཡོད་བསྡད་པ་འདི་རེད་འོ་དེ་འདྲས་རྙེད་པའི་ད་དོ་སྐུལ་གནང་མཁན་ཡིན་ན་རེ་ཡིག་རིགས་ལ་སོགས་པའི་ད་ནཱ་ཚའི་གི་དངོས་རིགས་ཁག་ད་ཚོ་ད་ཅི་གོང་ལ་ཞུགས་ན་ཞེ་འགྲིམ་འགྲིམ་གང་དེ་ལ་ཡང་ག་ལ་གང་འཚམ་ཅིག་མཇལ་རྒྱུ་ཡོད་རེད། དེ་ནས་ང་ཚོ་ད་དེའི་སྐོར་དེ་ད་ལྟ་བློ་གྲོས་རྒྱ་མཚོས་བརྩམས་པའི་རྒྱ་གར་གྱི་གནའ་བོའི་ནང་པའི་གཙུག་ལག་སློབ་ར་ཆེན་མོ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ཟེར་དེའི་ནང་ལོ་ལ་ཆ་བཞག་པ་ཡིན། ཨ་ནི་གཅིག་སྟོང་དགུ་བརྒྱ་བཅོ་ལྔ་ནས་བྱས་པ་བཅས་ཀྱི་གཅིག་སྟོང་དགུ་བརྒྱ་སུམ་ཅུ་རྩ་བདུན་གྱི་ལོ་བར་ལ་ཡང་ཨ་ནི་རྒྱ་གར་གཞུང་གི་གནོད་འཚེ་དང་དང་བརྟག་དཔྱད་ཞིབ་འཇུག་བྱེད་མཁན་དུད་ཚོད་ཨན་བྷི་ཧར་གྱི་མངའ་སྡེའི་དང་དང་པར་ན་གྲོང་ཁྱེར་གྱི་ཨན་ཤ་ལུའི་ཕྱོགས་ལས་དང་དང་པར་ལ་ཀུང་གྲོང་སྡེའི་ལབ་ཤ་ལྟ་འདི་ཕལ་ཆེར་འདྲ་མ་ད་པོ་ཡིན་གྱི་རེད་བསམ་གྱི་འདུག་ད་ནི་ཁོང་ལ་ཞུས་པ་དེ་རྒྱ་གར་རང་ཁོ་རང་ཚོའི་ལབ་ཙང་འདི་ལས་བར་གང་བ་ཟེར་དེ་རེད། འོ་དེ་ས་འོག་ནས་མ་བསྔོག་བྱས་ཨན་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ཤུལ་དུ་རྙེད་པ་རེད། དེ་ནས་ས་བརྐོས་ནས་དེ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་རྗེས་ཤུལ་རྙེད་པ་ནང་བཞིན་བྱས་ནས་གནའ་རབས་ཀྱི་ད་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ས་ཆ་བརྒྱ་ཆེ་ཆུང་སྟེ་མི་ཀྲ་གྲུ་བཞི་མ་ས་གཅིག་ཡོད་པ་དེ་ན་གཞིས་ཀྱི་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དགེ་འདུན་པ་ཞུ་སའི་ཁང་མིག་སུམ་བརྒྱ་ལྷག་ཙམ་ཞིག་རྙེད་སྲོལ་བྱུང་ཡོད་རེད་དེ་ན་གཞིས་ཀྱི་ད་ས་འོག་ནས་སྔོག་འདོན་བྱེད་པའི་ང་ཚོ་གྱང་རོ་ཁ་ལ་བལྟས་པ་ཡིན་ནའི་སྐབས་དེ་དུས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལ་ཡང་གཙུག་ལག་ཁང་ཆེན་པོ་དྲུག་དང་དགོན་པ་བཅུ་གཅིག་ཡོད་པ་དེ་ད་ལྟ་ང་ཚོ་གྱིས་གཞིས་དོན་གཙོ་གནད་ཤེས་རྟོགས་བྱུང་ཡོད་རེད། དེ་ནང་བཞིན་པའི་ནཱ་ལེནྡྲ་གཙུག་ལག་ཁང་ནཱ་ལེནྡྲ་གཙུག་ལག་ཁང་ཆེ་ཤོས་གཅིག་གི་བདག་དང་ས་རུ་ལ་དོར་ལ་སོགས་པ་གདུགས་ཚོད་བསྐོར་ནས་འཕགས་པ་སྤྱན་རས་གཟིགས་དང་རྗེ་བཙུན་འཇམ་དཔལ་དབྱངས་དང་རྗེ་བཙུན་སྒྲོལ་མ་དང་འཕགས་མ་འོད་ཟེར་སྤྱན་མ་ལ་སོགས་པ་དེ་འདྲ་གི་སྐུ་བརྙན་མང་པོ་སྤྱིའི་དང་དུ་བསྙེས་པ་དང་གཙུག་ནཱ་ལེནྡྲའི་འགྲིམ་འགྲུལ་ཁང་ནཱ་ལ་ལའི་བཞུགས་གསོལ་ནི་མཇལ་རྒྱུ་ཡོད་རེད། འོ་དེ་འདྲའི་གི་ད་ག་འདྲ་ད་ལྟ་ང་ཚོས་མཇལ་རྒྱུ་ཡོད་བསྡད་པའི་དཔལ་ནཱ་ལེནྡྲ་གཙུག་ལག་ཁང་གི་རྗེས་ཤུལ་དང་རྗེས་ཤུལ་དེ་ནས། གཉིས་སུ་བྱུང་བས་ད་སྐུ་འདྲ་ལ་སོགས་པའི་དེ་འདྲའི་གནའ་ཚད་རེ་རེ་ད་དུ་ཚོ་ཅིག་ད་ང་ཚོ་གཉིས་པའི་སྤྱི་ཞུལ་ཆ་བཞག་པ་ཡིན་ནས་པའི་ན་རེ་གཙུག་ལག་ཁང་བརྒྱ་ཆ་བརྒྱ་ན་རེ་བརྒྱ་ཆ་བཅུ་ང་ཚོ་བརྒྱ་ཆ་དགུ་བཅུ་དམ་པ་དང་ཚོ་གཉིས་བཅུ་ལྷག་བསྡད་ཡོད་རེད་ཁ་ཟིག་གཉིས་མ་ངོ་དྲུག་ཞུ་མེད་ན་བཞི་རེད་དེ་ན་བཞི་ད་པའི་ན་རེ་གཙུག་ལག་ཁང་གི་ཁང་བརྩེགས་བཟོ་བཀོད་ལ་སོགས་པ་དུ་ཚོ་ང་ཚོ་སྤྱི་ཡོངས་ཀྱི་ད་གཞན་དག་ལ་ཡང་དམིགས་པ་རེ་ཡོད་པ་ཁ་ཟིག་གཉིས་མ། རྒྱ་ནག་ཆོས་བརྒྱུད་ནང་ལ་གསལ་པོ་ན་ཤེས་རིག་འཛམ་གླིང་ན་ལོ་ལ་དེ་ལས་བཟོ་དགོས་ལེགས་པ་དང་དེ་ལས་ནི་ཁ་སུ་རེ་ད་རྒྱ་ཁྱོན་ཆེ་བ་ལ་སོགས་པ་དེ་འདྲས་ཀྱི་འགྲན་ཟླ་ཡོད་པ་ཅི་ཡང་ཡོད་མ་རེད་གསུངས་པ་ན་ཤེས་དགོས་ད་དེ་འདྲས་ཀྱི་ད་གཙུག་ལག་ཁང་ཅིག་ཆགས་བསྡད་ཡོད་རེད་པ། ལྷག་པར་དུ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་བཟོ་བཀོད་དང་ནི་དེའི་ནང་ལ་ཡོད་པའི་གནའ་རྫས་ལ་སོགས་པ་དོན་གཙོ་རྒྱ་གར་འཕགས་པའི་ཡུལ་ལ་ཡང་དམིགས་བསལ་གྱི་ད་རྣམ་དཔྱོད་ཡར་རྒྱས་ཀྱི་ཆ་ནས་ནི་རྒྱ་གར་ལ་ཡང་སྲིད་ཀྱི་བྱེའུ་གསལ་གྱི་ད་འབོད་སྲོལ་ཡོད་པའི་གནའ་རབས་ཀྱི་དུས་ཚོད་དེའི་སྐབས་ཀྱི་ཨོ་ད། སོ་གོལ་ལ་སོགས་པ་འདི་འདྲའི་ཆ་དེ་ཡོད་རེད་དེ་ན་ཞིག་གི་ད། དཔལ་ནཱ་ལེནྡྲའི་གཙུག་ལག་ཁང་དུ་ད་རྗེས་ཤུལ་རྙེད་པའི་རྗེས་ལ་ཡང་རྒྱ་གར་ལ་ད། ཆིག་སྟོང་དགུ་བརྒྱ་བཞི་བཞི་བརྒྱ་བདུན་དུ་ད་དབྱིན་ཇིའི། བཙན་འཛུལ་འོག་ནས་རང་བཙན་ཐོབ་པ་རེད་དེའི་རྗེས་ལ་ཡང་རྒྱ་གར་གཞུང་གིས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ཤུལ་ལ་ད་ད་གོང་ལ་ཞུགས་ན་ཞིག་པཱ་ལིའི་ཡི་གེ་ད་ནང་པ་སངས་རྒྱས་པའི་ཆོས་ལུགས་ཀྱི་ད་བརྟག་དཔྱད། དེ་འདྲའི་གླིང་ལ་སོགས་པ་དེ་འདྲའི་དུས་ཚོད་ཁག་ཁ་ཤས་ཀྱིས་བཙུགས་ཡོད་རེད་དེ་ནང་ཞིག་གི་ལེགས་ཆ། ང་ཚོ་གསར་འབྲི་དེ་ཡི་གེ་དང་ཉི་ཧོང་གི་ཡི་གེ་རྒྱ་ནག་གི་ཡི་གེ་པཱ་ལི་ཡི་གེ་ཨ་ནི་བོད་ཀྱི་ཡི་གེ་ལ་སོགས་པ་དེ་འདྲའི་གི་སློབ་ཁྲིད་བྱེད་ས་བཙུགས་ཨ་ནི་ལྷག་པར་དུ་རྒྱལ་ཁབ་སོ་སོ་ནས་ད་སློབ་གཉེར་བྱེད་ཁག་ཡོང་པའི་སློབ་མ་དང་ཚོ་ལ་ཨ་ནི་དཔལ་ནཱ་ལེནྡྲ་གཙུག་ལག་ཁང་གི་ཐང་དུ་ཆེད་དུ་གཙུག་ལག་སློབ་གཉེར་ཁང་བསྐྱར་དུ་བཤམས་པ་དེའི་ནང་ལོ་ལ་ད་ཆོས་ལུགས་སྐོར་ལ་ཡང་སློབ་སྦྱོང་བྱེད་ཀྱི་ཡོད་རེད། ཨ་ནི་བརྟག་དཔྱད་ཞིབ་འཇུག་ཁང་དེ་ཆ་ཁ་དོན་གཙོས་ཨ་ནི་ཉེ་བའི་ད་ལོ་འགའ་ཤས་ནང་རབ་ལ་ཁང་ཚུ་པཱ་ལིའི་ཡི་གེ་ནང་ལ་བྲིས་པའི་ཨ་ནི་ད་ནང་པའི་གསུང་རབ་ལ་སོགས་པ་དོན་གཙོ་ཚུ་ལེགས་བྲིས་དང་ཞུ་དག་བྱས་ནས་པར་སྐྲུན་ཞུས་པའི་དེབ་ཆ་ཞག་པའི་ནས་ཕལ་ཆེར་བཅུ་ཕྲག་འགའ་ཤས་ཀྱི་སྟོན་དེ་འདྲས་སྟོན་པ་དེ་འདྲས་བྱས་སོ་ང་ཚོ་དཔེ་མཛོད་ཁང་སོགས་པ་དོན་གཙོའི་ནང་ལས་ཤེས་མདོག་ཐུབ་པའི་དེབ་ཆ་དེ་ལས་རབ་གཅིག་དེ་རེད། ད་དེ་ནས་དོན་དམ་ངོ་སྤྲོད་བྱས་པའི་སྡེ་ཚན་གཉིས་པ་དེ། དཔལ་ནཱ་ལེནྡྲ་གཙུག་ལག་ཁང་དུ་ལོ་གཏོར་བཤིག་བྱས་ནས་ལོ་བརྒྱད་བརྒྱད་རྗེས་ལ་གཞི་ནས་ཡང་བསྐྱར་སུ་བྱོན་པའི་གནས་ཚུལ་དེའི་རྣམ་པ་ཚུར་ངོ་སྤྲོད་བྱས་རྗེས། ད་སྤྱི་ཡོངས་ང་ཚོ་བོད་བརྒྱུད་ནང་བསྟན་གྱི་ཕ་ས་ལྟ་བུ་ངོས་འཛིན་བྱས་ཏེ་རྒྱ་གར་འཕགས་པའི་ཡུལ་གྱི་བྷི་ཧཱར་མངའ་སྡེའི་ནང་ལོགས་ཆགས་པའི་དཔལ་ནཱ་ལེནྡྲ་གཙུག་ལག་སློབ་གཉེར་ཁང་ཟེར་བའི་མི་ད་ལྟ་ཆེ་དེ་ཚོ་ལ་སློབ་གཉེར་ཁང་དེ་ཐོག་མར་ད་ག་ཟེར་ང་ཚོ་དུས་རབས་བཅུ་གཉིས་པའི་དུས་མཇུག་དེ་འདྲའི་རྗེས་ནས་ད་གཏོར་བཤིག་ཕྱིན་པའི་ལོ་བརྒྱ་སྐྱར་རྩ་གཅིག་ད་གསར་བ་ལ་མ་ཕྱི་ཤུལ་ཙམ་མ་གཏོགས་ལྷག་ཡོད་མ་རེད་འོ་དེ་འདྲ་ཕྱིན་པའི་རྗེས་ལ་གཞི་ནས་ད་སྤྱི་ལོ་ཉིས་སྟོང་དྲུག་ལོ་ལ་ཡང་བསྐྱར་གསོ་བྱས་པ་རེད་དེ་ཡང་ད་སྤྱི་ང་ཚོ་ལོ་ངོ་ཆིག་སྟོང་བཞི་བརྒྱ་ལྷག་གི་དངོས་ལ་ཡ་མཚན་ནི་རྒྱ་ནག་གི་ཧྭ་ཤང་ད་ལྟ་ཐང་སེ་བླ་མ་རེད་དེ་ནང་ཆེ་གི་ལྟེ་གནས་འཛིན་པ་ཡིད་ཅན་རེད་ཕག་ཤན་ལ་སོགས་པ་ལྷག་པར་དུ་ང་ཚོ་བོད་གངས་ཅན་གྱི་ལྗོངས་ལ་ཆ་བཞག་པ་ཡིན་ན་ལོ་ཙཱ་བའི་ཐོག་མ་མདོ་བོད་ཐི་མི་ས་འབོ་ཏྲེ་ནས་བྱས་པ་གཅིག་གི་ཨ་ནི་ལོ་ཙཱ་བའི་མཐའ་མ་ཨ་ནི་ཕྱག་ལོ་ཙཱ་བ་ཆོས་རྗེ་པད་པ་ལ་ཡང་ཨ་ནི་བོད་གངས་ཅན་གྱི་ལྗོངས་ཀྱི་ད་ལོ་ཙཱ་བ་དང་དཔེ་འབྲི་དག་དང་འོ་དེ་འདྲ་མང་པོ་ཅིག་གི་ད་རྒྱ་གར་འཕགས་པའི་ཡུལ་ལ་བེད་ལྷག་པར་དུ་བེད་ནང་ལས་གཙུག་ལག་སློབ་གཉེར་ཁང་འདི་ལ་ཡང་དངོས་སུ་ཞབས་ཀྱིས་བཅགས་ནས་ཨ་ནི་གསལ་བསགས་སློབ་གཉེར་གནང་མྱོང་བས་ཧོ། ད་རྒྱ་གར་འཕགས་པའི་ཡུལ་གྱི་ནང་པའི་ཕྱིར་དེ་ཚུར་ལ་སློབ་གཉེར་ཁང་གིས་ད་འདི་ནས་འདི་སྤེལ་ན་རེ་ཚུར་ལ་སློབ་གཉེར་ཁང་ཆགས་བསྡད་ཡོད་རེད་ད་རྒྱ་གར་རང་གི་དབང་དུ་བཏང་བ་ཡིན་ནའི། ང་ཚོ་ཡོངས་གྲགས་རྒྱན་དྲུག་མཆོག་གཉིས་དཔལ་འབྲུག་བཅུ་བརྒྱན་གྲོ་རྗེ། བརྒྱད་ཅུ་ལ་སོགས་པ་ད་དཔལ་འབྲུག་མང་པོ་ཅིག་གིས། ཧོ། ད་འབྱུང་ཁུངས་འདྲ་བོ་དེའི་སྤེལ་ན་རེ་ཚུར་ལ་སློབ་གཉེར་ཁང་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་སྤེལ་ན་རེ་ཚུར་ལ་སློབ་གཉེར་ཁང་འདི། སྤྱི་ལོའི་དུས་རབས་བཅུ་གསུམ་པའི་ནང་ལོགས་ལ་ཨེ་ནི་གྲུ་གུའི་དམག་གིས་ད་གཞུང་སོགས་ཚོགས་པ་ད་གང་ལ་རྩ་མེད་འདྲ་བོ་ཤུལ་མེད་འདི་འདྲས་བཟོས་བ་རེད། ད་དེ་ནས་ལོ་བརྒྱད་བརྒྱ་ཕྱིན་པའི་རྗེས་ལ་ད་པད་ན་ནས་ཟུར་ལ་སློབ་གཉེར་ཁང་འདི་སླར་གསོ་བྱུང་བ་རེད། ད་སླར་གསོ་བྱུང་པ་དེས་སྤྱིར་ཉིས་སྟོང་དྲུག་ལོ་ལ་ང་ནི་རྒྱ་གར་དང་རྒྱ་ནག་དང་ཀོ་རི་ཡ་དང་འབར་མ་དང་ཉི་ཧོང་དང་དེ་ནས་ཀམ་པོ་ཏྲི་ཡ། ཐཱའི་ལན། སིང་ག་པུར། མ་ལེ་ཤི་ཡ་ལ་སོགས་པའི་གང་ཟླ་ང་ཚོ་ནང་ཆོས་དར་སའི་རྒྱལ་ཁབ་ཁག་བཅོ་བརྒྱད། རྩེ་གུས་ཁང་མཉམ་འབྲེལ་བྱས་ནས་དེབ་ཐེར་དེའི་འགྲོ་སོང་ཐོག་ཆ་བཞག་པའི་ནས་ཨ་ཁུ་དུང་རྒྱུ། བཅུ་ཚོ་གཅིག་གི་འགྲོ་སོང་བཏང་ནས་ཨན་པའི་ན་ནས་འདྲེས་ད་ལྟ་གནའ་ཤུལ་གྱི་ཉེ་འཁོར་ལ་ཨ་ནི་སློབ་གཉེར་ཁང་གསར་བཞེངས་གནང་ཡག་གི་ཆ་ཞིག་བཀོད་ཨ་ནི་གསར་འཛུགས་གནང་ཨ་ནི་གསར་འཛུགས་གནང་ནས་ད་པའི་ན་ནས་གཙུག་ལག་སློབ་གཉེར་ཁང་དེ་ལ་ཡ་ཨ་ནི་ན་ལེན་དྲ་རྒྱལ་སྤྱིའི་གཙུག་ལག་སློབ་གཉེར་ཁང་ཟེར་གི་ད་མིང་དེ་བཏགས་ནས་ཨོ་ཏི་ནའི་བྱས་པ་ཅིག་ད་དེའི་གཙུག་ལག་སློབ་གཉེར་ཁང་དེའི། ཐུགས་ཀའི་བཤེས་གཉེན་དེས་ད་ལྟ་ནུབ་པའི་ཞི་བདེའི་གཟེངས་རྟགས་བཞེས་མཁན་སྐུ་ཞབས་ད་ལྟ་ཨ་མར་ཏི་ཡ་སིང་སེ་དེས་ཉེ་བའི་རིག་གདངས་ཀྱི་ཐུགས་འགན་བཞེས། དེ་ནས་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅུ་བཞི་ལོ་ལ་ད་ལྟ་པའི་ན་ལེན་དྲ་ལི་ཡ་ཏུར་གཞིས་ཆེན་ནས་ད་ལོ་བརྒྱད་བརྒྱ་ཕྱིན་པའི་རྗེས་ལ་ད་ལི་ཀོན་ཤོམ་ན་ཤི་པའི་ན་ལེན་དྲའི་རྒྱལ་སྤྱིའི་གཙུག་ལག་སློབ་གཉེར་ཁང་དེ

ཐོག་མར་འགོ་ཚུགས་པའི་བརྡ་འཛིན་འདི་དེ་ལས་སློབ་མ་ཕ་གཅིག་བཅོ་ལྔ་ཙམ་མ་གཏོགས་ཡོད་ས་མ་རེད་སློབ་ཕྲུག་བཅོ་ལྔ་བཅས་ཨ་ནི་སློབ་མ་དོན་གཙོ་རྒྱལ་ཁབ་ཁག་བཞི་བཅུ་ཙམ་བྱིན་ནས་ཨ་ནི་ཡ་ད་སློབ་ཞུགས་བྱེད་མཁན་གྱི་སྙན་ཞུ་འབུལ་མཁན་གཅིག་སྟོང་དེ་འདྲའི་གཅིག་ནང་ནས་ཨ་ནི་ཡིག་ཚད་བཏང་ནས་བདམས་ཐོན་བྱུང་བའི་སློབ་མ་བཅོ་ལྔ་ཡོད་རེད། ཧོ་སློབ་མ་བཅོ་ལྔ་བསྡུས་པ་དོན་གཙོ་ལ་ཡ་ད་ནཱ་ལེནྡྲ་རྒྱལ་སྤྱིའི་གཙུག་ལག་སློབ་གཉེར་ཁང་ནས་ཨ་ནི་སྤྱི་ལོ་ཉིས་སྟོང་ཉི་ཤུ་ལོའི་བར་དུ་ད་ང་ཚོ་ད་ལོ་ཉིས་སྟོང་བཅུ་དགུ་ཡིན་ན་ལོ་རྗེས་མ་གི་ལོའི་བར་དུ་ད་ཁོང་ཚོས་འཆར་གཞི་བསྒྲིགས་རྗེས། མ་ནེ་ལི་རྒྱལ་སྤྱིའི་གཙུག་ལག་སློབ་གཉེར་ཁང་དེ་ལས་གླིང་བདུན། གཙུག་ཡས་ཀྱི་འཆར་གཞི་དེ་འདྲས་བསྒྲིགས་ཡོད་རེད་དེ་ནང་བཞིན་གི་དེའི་ནང་ལོ་ལ་ད་སློབ་གཉེར་བྱེད་མཁན་དེ་ཚོའི་ཆ་བཞག་པ་ཡིན་ན་ད་ལྟ་ཤེས་རམས་པ་དང་འབུམ་རམས་པ་མ་གཏོགས་ཕལ་ཆེ་ཏུ་ཡས་མེད་པ་དེ་འདྲའི་ངེས་མ་སེ་ར་ན་ཡོད་ས་རེད་དེ་ནང་བཞིན་གི་ད་སློབ་ཚན་ལས་ཚན་རིག་དང་ང་ཚོ་མཚན་ཉིད་རིག་པ་དང་སེམས་ཁམས་རིག་པ་དང་སྤྱི་ཚོགས་རིག་པ་ལ་སོགས་པ་དེ་འདྲས་ཀྱི

ད་ལྟ་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང་གསར་པའི་གནས་ཚུལ་སྐོར་འདི་ངོ་སྤྲོད་ཞུ་བ་བྱས། ཟླ་འདིའི་ད་ལྟ་ནཱ་ལེནྡྲ་ཞིབ་འཇུག་ཐང་གི་སྐྱེ་གསར་སློབ་རིམ་ལ་བརྩམས་པ་འདི་ནཱ་ལེནྡྲ་གསལ་བ་ཞེས་བྱ་བ་ཅན་སྤྱང་མོ་ལི་ཐན་འདི་ངོ་སྤྲོད་ཞུ་བ་བྱས། ད་གནའ་བོའི་ད་ལྟ་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང་གསལ་ཏེ་སྤྱི་ཡོངས་ང་ཚོ་ད་ལྟ་ནཱ་ལེནྡྲ། Anima Vihara། གསལ་གྱི་མིང་འདི་གཉིས་གཉིས་ཧ་ལམ་བར་གྱི་དོན་སྤྱིའི་མིང་གི་རྣམ་པར་རབ་བྱེད་རེད། དེས་འདི་ལྟར་ནཱ་ལེནྡྲ་གསལ་གྱི་མིང་འདི་ང་ཚོའི་ཨམ་ཆོས་ལ་ཡང་གོ་མ་ཐག་ལ་ཨན་ཅེ་རེ།

ད་ནང་ཆོས་འཕེལ་རྒྱས་ཀྱི་ཐད་ནས་ཆ་བཞག་པའི་ནི་གཙུག་ལག་སློབ་གཉེར་ཁང་ཆེན་པོ་འདི་ནི་གཅིག་གི་ཞབས་འདེགས་ཧ་ཅང་ཤུགས་ཆེན་པོ་ཞུས་ཡོད་པ་འདི་ད་དེང་སང་ང་ཚོ་ཚང་མས་ངོས་འཛིན་བྱེད་ཀྱི་ཡོད་རེད་འཛམ་གླིང་ཁྱོན་ཡོངས་ལ། དེ་ནང་བཞིན་གྱི་ད་ལྟ་བལ་ནང་འདྲ་གཙུག་ལག་སློབ་གཉེར་ཁང་འདི་ནས་ང་ཚོ་ནང་པའི་མཁས་པ་ཧ་ཅང་མང་པོ་ཞིག་ཐོན་ཡོད་པ་དང་གཅིག་ཁོང་ལ་སྐྱེ་འགྲོ་བཅུ་གཉིས་དཔེར་ན་བཅུ་བདུན་གྲུབ་ཆེན་བརྒྱད་ཅུ་ལ་སོགས་པ་དེ་འདྲའི་གི་ད་མང་པོ་ཞིག་བྱོན་ཡོད་རེད་དཔེར་ན་མཁན་པོ་ཁོ་ནའི་དབང་དུ་བཏང་པའི་ནས་མཁན་རབས་ལྔ་བཅུ་ཙི་བྱུང་ཡོད་པ་དེ་ག་སིང་ངེ་མང་པོ་འགྲུལ་བཞུད་པ་ནང་བཞིན་རེད། འོ་དེ་འདྲས་ཡིན་དུས་ད། སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པའི་དགོ་སྟོད་མཚམས་ནས་ཨན་ནི་པའི་ནང་འདྲེན་གཙུག་ལག་སློབ་གཉེར་ཁང་གི་དང་རྩ་ཆེན་ཨན་ནི་དགོན་པའི་ཤུལ་རེ་རེ་དངུལ་ལ་སོགས་པ་འདོན་འཚོ་བསྐྱར་གསོ་བྱ་བའི་ཆེད་དུ་རྒྱ་གར་གྱི་སྐབས་དེ་དུས་ཀྱི་སྲིད་འཛིན་དང་པོ་ཨན་ནི་བློ་བོད་དང་དང་སྒྲོག་དྲ་ར་ཅན་དང་པར་ས་ཀི་མཆོག་ནས་ཨན་ནི་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང་ཟེར་ནས་མི་འདུག་ནཱ་ལེནྡྲའི་གཙུག་ལག་ང་ཚོ། དགོན་པ་དེ་ནི་གཤེགས་སུ་བཅས་པའི་བཀའ་སློབ་ལམ་སྟོན་གནང་ཡོད་རེད་དེ་ནས་བཟུང་བ་ཅིག་གིས་གནའ་རབས་ཀྱི་ང་ཚོ་པད་མ་ལ་གཙུག་ལག་ཁང་གི་དགོན་པའི་ཤུལ་དང་ཚོ་སྐྱ་སུ་དང་གསར་བ་ནས་ཅིག་སྨོག་བཤིག་བྱས་པ་རེད་དེ་ནས་ཤིག་གིས་པད་མ་ལ་གཙུག་ལག་སློབ་གཉེར་ཁང་གསར་བ་གསར་འཛུགས་བྱས་ལ་སོགས་པ་དེ་འདྲའི་འགོ་བཙུགས་པ་རེད། དེ་ནས་ད་ལྟ། སྡེ་ཚན་རབ་ནང་སེང་གཉིས་པ་དེ་ལས་ད་ལྟ་ན་བ་ན་ལེན་དྲ་དམངས་བི་ཧ་ར་སའི་དེ་རི་དང་ན་ལེན་དྲ་གཙུག་ལག་སློབ་གཉེར་ཁང་དེ་ཐོག་མར། གསར་འཛུགས་བྱས་པའི་སྐབས་ཀྱི་གཙོ་འཛིན་དེ་ད་ལྟ་ཁོང་དེ་ལ་སྐུ་པར་བཅས་ཕུལ་ཡོད། སྐབས་དེ་དུས་མཁས་དབང་གི་སྐུ་པར་དེ། ཧོ། ད་ལྟ་ན་ལེན་དྲ་གཙུག་ལག་སློབ་གཉེར་ཁང་ཐོག་མར་གསར་འཛུགས་གནང་མཁན་སྐབས་ཀྱི་གཙོ་འཛིན་ད་ལྟ་མཁས་དབང་ཁོ་རང་གི་མཚན་དང་དེ་ནང་བཞིན་གྱི་ཁྲོང་ལོ་ཁྲུང་སྡེ་ལ་སོགས་པ་དེ། དེ་ལ་ཡིག་ཐོག་ལ་ཕེབས་པ་བོ་དེ་རེད། དེ་ཡིན་དུས་ད་གཙུག་ལག་སློབ་གཉེར་ཁང་འདི་ཉིད་མ་ད་གནའ་རབས་ཀྱི་རིག་གཞུང་ད་ད་པཱ་ལི་རེད་དེ་ན་ཞིག་གི་ནང་ཆོས་ལ་སོགས་པ་དོན་ཚོའི་ཐོག་ལས་ད་ད་ཐུགས་རེ་སློབ་གཉེར་གནང་དེ་ནས་བལ་ན་རེ་གཙུག་ལག་སློབ་གཉེར་ཁང་གི་ད་རྒྱུན་སྐྱོང་ཐུབ་ཡག་གི་ཆེད་དུ་འོ་དེ་འདྲས་ཀྱི་ཆེད་དུ་ད་ཅིག་གིས་བལ་ན་རེ་གཙུག་ལག་སློབ་གཉེར་ཁང་གསར་པ་འདི་བཙུགས་པ་རེད་དེ་ཡིན་དུས་ད་གཙུག་ལག་སློབ་གཉེར་ཁང་གསར་པ་འདི་ནས་ཐོག་མ་སྤྱི་ཡོངས་ང་ཚོ་རྒྱ་གར་བི་ཧར་མངའ་སྡེ་གཞུང་གིས་འཛིན་སྐྱོང་གནང་གི་ཡོད་རེད་དེ་ནས་ཕྱིར་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བཞི། ཟླ་བ་གཉིས་པའི་ཚེས་ཉི་ཤུ་ལྔ་ནས་བཟུང་བ་ཞིག་གིས་རྒྱ་གར་དབུས་གཞུང་དང་རིག་གཞུང་ལྷན་ཁང་ནས་རྩིས་བཞེས་གནང། དེ་ནས་རྒྱ་གར་གཞུང་གི་ཚོགས་པ་དེབ་སྐྱེལ་གྱི་ཁྲིམས་ཡིག་བདུན་ཚན་ཉི་ཤུ་རྩ་གཅིག་ཐོག་ལ་དེབ་སྐྱེལ་བྱས་པའི་གཙུག་ལག་སློབ་གཉེར་ཁང་དེ་འདྲ་ཆགས་ཀྱི་ཡོད་ས་རེད་དེ་ནང་བཞིན་ཚོགས་པ་དེས་ང་ཚོ་འཛིན་སྐྱོང་གི་ཆེད་དུ་རྒྱ་གར་གཞུང་ནས་འཛིན་སྐྱོང་ཚོགས་པ་ཞིག་ཟུར་དུ་བསྐོ་བཞག་གནང་ཡོད་པ་བཅས། བསྐོ་བཞག་གནང་བའི་དོན་དག་ཚོགས་ཆུང་དེའི་ཚོགས་མི་དང་ཚོ་ང་ཚོ་སྤྱི་ཡོངས་ཀྱི་ནང་པའི་མཁས་དབང་ཤ་སྟག་རེད་བ་དེ་འདྲ་གཅིག་གི་ད་ཚོགས་མི་ནས་གྲུབ། དེའི་ད་གཙོ་སྐྱོང་བྱེད་མཁན་དེ་བི་ཧར་གྱི་ད་སྲིད་སྐྱོང། Governor། ད་བི་ཧར་གི་དེ་ཆགས་པ་གནང་གི་ཡོད་རེད། ད་ལྟའི་ཆར་ཡང་ད་གཙུག་ལག་སློབ་གཉེར་ཁང་དེ་བི་ཧར་མངའ་སྡེའི་རྒྱལ་ས་པ་ན་ནས་ད་སྤྱི་ལེ་དགུ་བཅུ། ཧོ་དེ་འདྲ་གཅིག་གི་ས་ཆ་ལ་ཆགས་བསྡད་ཡོད་རེད་ན་ད་གཙུག་ལག་སློབ་གཉེར་ཁང་དེ་སྤྱི་ཡོངས་ང་ཚོ་ནཱ་ལེནྡྲའི་གནའ་ཤུལ་ད་ཐག་ཉི་བོ་ཡོད་པ་གཅིག་རེད། དེ་ནས་ད་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང་གསར་པ་དེའི་ད་སློབ་གཉེར་གནང་ཕྱོགས་ཀྱི་ཐོག་ལ་སྤྱན་ཨུ་དྷ་ནཱ་གཙུག་ལག་སློབ་གཉེར་ཁང་དང་ད་འདིར་ཡང་སློབ་གཉེར་གནང་ཡ་ག་འདིར་ཞིག་ལབ་པ་ཡིན་ན་སྤྱི་ཡོངས་ང་ཚོ་ཆོས་བཤད་ཡ་དང་ཉམས་ཞིབ་བྱེད་ཡ་དང་བགྲོ་གླེང་བྱེད་ཡ་དང་ཚོགས་འདུ་ཚོགས་ཡ་དང་དམིགས་བསལ་གྱི་ཡང་བསྡུ་གསོག་རིགས་གནང་ཡ་ལ་སོགས་པ་དེ་ནང་བཞིན་གྱི་ད་ནཱ་པི་ཅུན་གནང་ཡ་གི་རིགས་ཨ་ནི་པི་ཅུན་རེར་ཆ་བཞག་པ་ཡིན་ནས་ད་འཇིན། ང་ཚོ་སྤྱི་ཡོངས་དང་ཐ་མ་བི་ཧ་རའི་དཔེ་མཛོད་ཁང་གིས་ཧོ་ང་ཚོ་ད་ལྟ་དཔར་སྐྲུན་བྱ་བཞག་པ་ཡིན་ནའི་ད་ཅི་གོང་དུ་ཞུས་པའི་ཧོ་ཉེ་བའི་རིགས་བདག་མཆོག་གིས་ཨེ་ནི་རྩོམ་འབྲིའི་ཐུགས་ཁུར་གནང་པའི་འོག་ལ་ཡང་ད་ལྟ་པཱ་ལིའི་སྐད་ཡིག་ཐོག་ལ་ད་ལྟ་སྡེ་སྣོད་ཀྱི་བཀའ་པོད་བཞི་བཅུ་ཞེ་གཅིག་ཨེ་ནི་དུ་མཛོད་དགོངས་འགྲེལ་ཁག་དེ་འདྲའི་གཅིག་ཕྱག་དེབ་དེབ་ཐེར་ལྔ་དེ་ནས་ད་ལྟ་ནཱ་ལེནྡྲའི་གནའ་བོའི་རིག་གཞུང་རྒྱུན་འཛིན། ཨ་ནེ་ན་ལེན་དྲའི་ནང་ཆོས་དང་འཛམ་གླིང་ཨེ་ནེ་ན་ལེན་དྲ་ལ་ནང་ཆོས་ཟེར་ལ་སོགས་པ་འདི་འདྲའི་ཆགས་ཏེ་ཁག་འདི་འདྲའི་པར་སྐྲུན་གནང་ཟིན་པ་འདི་འདྲའི་ཆགས་དེ་ནས་ཤིག་ད་དཔེ་མཛོད་ཁང་འདི་ལ་སོགས་པ་འདི་འདྲའི་ཡར་རྒྱས་བཏང་གནང་གི་འདུག་དེ་ནས་ཤིག་ད་དཔེ་མཛོད་ཁང་ཆགས་ཤག་པའི་ནས་སྤྱི་ཡོངས་ང་ཚོ་མ་གི་ཡ་རེ་དཔེ་མཛོད་ཁང་གི་སྤྱི་ཡོངས་དེ་ནས་གསུམ་གྱི་ཆགས་པའི་ལ་སོགས་པ་གང་དག་ནང་པའི་ཨེ་ནེ་དེ་པ་མི་འདྲ་བ་ཚང་མའི་ཆགས་དེ་པས་དེ་ནས་ཤིག་གི་ཡིག་ཆ་དཀོན་པོའི་རིགས་རེད་ཨེ་ནེ་དོས་དེབ་ལ་སོགས་པ་དང་ཚོ། ཉར་ཚགས་བྱས་ལ་སོགས་པ་འདི་འདྲའི་ད་ལྟ་དཔེ་མཛོད་ཀ་དེ་ནས་གནང་གི་འདུག་དེ་ནས་ད་ལྟའི་སྐབས་ལ་ང་ཚོ་པ་ལིའི་སྐད་ཡིག་ཐོག་ལ་ཡང་ལོ་གཅིག་གི་ཕྱག་ཁྱི་དེ་ནས་ལོ་གཉིས་ཀྱི་ཕྱག་ཁྱི་ནང་ལོགས་ལ་ཡང་པ་ལི་དང་བོད་ཡིག་དང། ཨཱ་ནི Sanskrit དང Hindi དང་ཨིན་ཇི་ལ་སོགས་པ་དེ་འདྲས་ཀྱི་སྐད་ཡིག་སློབ་སྦྱོང་བྱས་དེ་ནས་ཤིག་གི་པ་ལིའི་སྐད་ཡིག་ཐོག་ནས་སློབ་གཉེར་བྱས་པའི་སྐབས་དེ་ཡང་ཨཱ་ནི་སློབ་དཔོན་གྱི་ཕྱག་ཁྱི་བོད་ལམ་ཤོད་ལ་སོགས་པ་དེ་འདྲས་ཡོང་གི་འདུག་དེ་ནས་ཤིག་གི་ད་མ་པི་ཡ་རེ་ལ་ད་སློབ་གཉེར་ཁང་དེ་རྒྱ་གར་དབུས་འགྱུར་བྱང་ཟེར་ནས་མི་འདུག་ང་ཚོ་མ་ག་དེ་ཨ་ནི་མཐོ་སློབ་ཀྱི་སྒྲིག་འཛུགས་ཀུན་ཏུ་ན་རོ་ལས་ཞུགས་ཨ་ནི་རྒྱ་གར་དང་ཨེ་ཤེ་ཡའི་གནའ་རབས་ཀྱི་ཨ་ནི་ལོ་རྒྱུས་ཐོག་ལས་ཚོ་ལ་གཙུག་ལག་རམ་མཛད་པའི་ཕྱག་བགྱིས་དེ་འདྲའི་འབུལ་གནང་གི་འདུག་ཨ་ནི་ཉམས་ཞིག་ཐད་ལ་ཡང་སྤྱི་ཡོངས་ང་ཚོ་སློབ་ཚན་བྱ་བཞག་པ་ཡིན་ན་པཱ་ལིའི་སྐད་ཡིག་རིགས་རྩོམ་རིག་དང་ནང་པའི་གྲུབ་མཐའ་དང་དེ་ན་ཞིག་གི་རིག་གཞུང་དང། ཨ་ནི་ནང་པའི་རྒྱལ་ཁབ་ཚོའི་སྤྱི་ཚོགས་དང་ཆོས་འབྱུང་ལོ་རྒྱུས་ལ་སོགས་པ་དང་འབྲེལ་ཡོད་ཀྱི་ཐ་ནང་ཆོས་དང་འབྲེལ་བའི་བརྗོད་གཞི་ཁག་དང་སྒྲ་མི་འདྲེ་དོ་ལེ་ཨ་ནི་ཉམས་ཤིང་ན་ཡག་རེད་དེ་ནང་བཞིན་གྱི་སློབ་གཉེར་ཁང་འདི་ནས་ད་ལྟ་རྒྱལ་ཁབ་ཁུལ་དང་དེ་ནང་བཞིན་གྱི་རྒྱལ་སྤྱིའི་ནང་ལོ་ཡག་ཟབ་སྦྱོང་དང་བགྲོ་གླེང་དང་ཚོགས་འདུ་ལ་སོགས་པ། འོ་དེ་འདྲས་ཀྱི་ཁང་དང་ནང་ཆོས་དང་རྒྱ་གར་གྱི་རིག་གཞུང་དང་ཨ་ནི་རྒྱལ་རབས་དང་འབྲེལ་བ་ཡོད་པའི་བརྗོད་གཞི་དོ་ལེ་ཨ་ནི་ཁུ་ཁྲིད་ལ་སོགས་པ་འདི་འདྲས་གནང་གི་འདུག། ད་དེ་ནས་ནང་གསེས་ཀྱི་སྡེ་ཚན་རབ་གཅིག་འདི། ད་ལྟ་ནཱ་ལེནྡྲའི་གཙུག་ལག་སློབ་གྲྭ་ཁང་གསར་པའི་ནང་ལ་ལེ་ཐང་སན་བླ་མའི་དྲན་རྟེན་གྱི་ཚོགས་ཁང་གཅིག་བཞག་གནང་ཡོད་རེད། དེ་ཡིན་དུས་ད་ཐང་སན་གཙང་དྲན་རྟེན་གྱི་ཚོགས་ཁང་འདི་ཅི་ཡང་ང་ཚོ་ནང་ཆོས་ཐོག་ལས་ཧ་ཅང་གི་ཐང་སན་བླ་མ་རང་འདི་ནང་ཆོས་ཐོག་ལ་ཧ་ཅང་གི་མཁས་པ་ཆེན་པོ་ཡིན་པས་རྒྱ་ནག་གི་ད་གནས་སྒོ་བ་ཐང་སན་ཙག་ཐོག་མ་དཔལ་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང་གི་སློབ་མ་རྣམས་དེའི་ཕྱིས་སུ་ད་དགེ་རྒན་གྱི་གནང་ནས་བཞུགས་ཨ་ནི་རྒྱ་ནག་ལ་ཕར་ཕེབས་པའི་རྗེས་ལ་ཡང། འོ་དེ་འདྲའི་ལྷ་བཀའ་བསྟན་སྲུང་རེ་མང་པོ་བསྐྱུར་རེ་དེ་འདྲའི་ལོ་རྒྱུས་ད་ཡོང་གྲགས་ང་ལ་དེ་བྱུང། ནུབ་ཕྱོགས་སུ་སྐྱེས་པའི་རྣམ་ཐར་སྤྲེའུའི་ལྟས་མོ་དེ་འདྲ་བས་དེ་སྔོན་གནས་ཚུལ་བྱུང་རབས་དེ་ཐང་སའི་བླ་མའི་གནས་སྒོ་ཀུན་ལ་མི་ཤེས་ཤག་བྱས་ནས་ད་ཐོས་པའི་དེ་ཚན་རབས་ཅིག་རེད་བ་དེ་ཡིན་དུས་ད་ཐང་སའི་བླ་མའི་དྲན་རྟེན་དེའི་ཆེད་དུ་ད་ནི་ཚོགས་ཁང་ཅིག་གི་ཨ་ནི་གསར་དུ་ཤིང་འབྲས་ཆེ་གནང་ཤག། དེའི་ནང་ལོ་རེར་ས་ནག་ཆུས་ཀྱི་སློབ་གཉེར་ཁང་དང་ཉམས་ཞིབ་བྱེད་སའི་བསྟི་གནས་སོགས་དེ་འདྲའི་ཀུན་ཏུ་འགྱུར་ཡག་གི་འབད་རྩོལ་རབ་གནང་བཞིན་པ་གཅིག་དེ་རེད་དེའི་སྐུར་བ་དེ་རྣམ་པ་སུ་གཅིག་ཕུལ་ཡོང་གི་ཡིན། དེ་ནས་སྐུར་བ་ཁག་བཞི་ཕུལ་བ་དེའི་འབྲི་བཤད་དེ་ཡང་གོ་རིམ་ཅན་ཕུལ་ཡོད་ད་དང་པོ་དེ་ཚང་མ་དཔལ་ནཱ་རེ་གཙུག་ལག་ཁང་གི་ཐམ་ཁ་དེ་གཅིག་རེད་དེའི་འོག་ད་ལྟ་སྐུར་བ་གཉིས་པ་དེ་ནཱ་རེ་གཙུག་ལག་སློབ་གཉེར་ཁང

ངོ་བོ་ལ་སོགས་དག། རྒྱུད་ཀྱི་བསྔོ་སྨོན་གྱི་རིམ་པ་འདི། ཡོངས་གྲགས་དོན་དང་ང་ཚོ་དེའི་སྔོན་ལ་ད་པད་ནཱ་ལེནྡྲའི་གཙུག་ལག་གཙུག་ལག་ཁང་གི་བྱུང་རབས་ལོ་རྒྱུས་ཀྱི་སྤྲོས་པའི་ཡིག་ཆ་ཁག་གི་ནང་རོལ་ནས། ན་ནིང་རྒྱའི་སྡེ་སྣོད་ཚན་པ་དབྱེ་འབྱེད་དང་དབྱེ་འབྱེད་དེ་སྤྱི་ལོ་དྲུག་བརྒྱ་སུམ་སོ་ལྔ་ལོ་ལ་འཁྲུངས་ནས་བདུན་བརྒྱ་བཅུ་གསུམ་ལོ་ལ་དགོངས་པ་རྫོགས་པ་རེད། བཙུན་པ་ཡིད་བཞིན་གྱིས་མཛད་པའི་ཐང་ལ་རྒྱ་གར་ཡུལ་དུ་བྱོལ་བའི་ཐང་གི་བཙུན་པ། གསུང་ཡག་གི་ཕྱག་དེབ་ལམ་ཡིག་དེ་རེད་ད་ཐང་གི་བཙུན་པ་དེས་ང་ཚོ་བོད་ཀྱི་དཔེ་མཛོད་ཁང་ནས་ཉིས་སྟོང་བཅུ་ལོ་ལ་ད་ལྟ་དཔར་སྐྲུན་གནང་ལ་ཤོག་གྲངས་བརྒྱ་དང་བཅུ་གསུམ་ན་ལོ་ལ་ཨིན་དཔལ་ནས་རེད་གཙུག་ལག་སློབ་གཉེར་ཁང་ག་ས་རེད་གཙུག་ལག་སློབ་གཉེར་ཁང་ནས་ད་བྱུང་རབས་བོད་བརྒྱུད་ཀྱི་སྐྱུག་དེ་ལ་སྐྱུག་ཆང་འདྲ་པོ་བྱེད་དགོས་ཤག་ཨོ་ཏི་རྣམ་པ་ཚོ་ལ་བསྔོ་སྨོན་གྱི་ཚུལ་དུ་ཞུ་བྱེད་ད་དེའི་ནང་ལོ་གར་ཚད་དང་ཞུ་བ་ཡིན་ན། གཙང་པོ་གླུད་དུ་ཚུར་བྱུང་ན་ལེན་བར། གནམ་གྱི་ཆུ་མོས་ཁྲེས་ཀྱིས་བཅད་གྱུར་ཀྱང། བྱེ་མའི་ཀློང་ཆེན་རྟ་ཕོའི་འགྲོས་ཀྱིས་བརྒལ། ལ་ནུ་དགག་དྲག་འགུམ་པའི་གྲངས་ཀྱིས་བཤད། ཕ་ཡུལ་ངོ་མཚར་ཞིང་གི་བཀོད་པ་ཀུན། ངག་རྒྱུན་ཟེར་སྒྲོས་ཙམ་གྱིས་རྟོགས་མི་འགྱུར། པིར་དབང་རྣམས་ཀྱིས་སྨྱུག་རྩེར་ལེགས་བཀོད་ཀྱང། ཞིང་མཆོག་དེའི་སྣང་ཚུལ་རྫོགས་མི་འགྱུར། དེ་ལྟའི་སྐྱེ་འགྲོ་ཀུན་གྱི་བསོད་ནམས་ཀྱི་ཞིང་སར། སྟོན་པ་བདེ་གཤེགས་སྙིང་པོའི་ཕྲིན་ལས་ཀྱིས་ཁྱབ་བོ། ཞེས། འོ་དཔལ་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང་གི་མདའ་རྣམ་པ་དང་མཚོ། ག་འདྲ་ག་འདྲ་ཡོད་མེད་འོ་ད་དེའི་སྐོར་དེ་བསྟོད་པ་དང་བཅས་པའི། ནི་བཅུག་གི་རིམ་པ་རབ་འདི་ཕྱིར་བཤད་ད་འདི་ནང་བཞིན་གྱི་དཔལ་ནཱ་ལེནྡྲའི་གཙུག་ལག་སློབ་གཉེར་ཁང། འདི་ལ་ཡང་ང་ཚོས་བསྟོད་པ་འབུལ་མཁན་དེ་དག་བོད་པའི་མཁས་པ་གཉིས་མ་གཏོགས་མི་འདུག་ད་གཅིག་དེ་ད་ལྟ་རོང་སྟོན་གཞིས་བྱེས་ཀུན་གསལ་ཞབས་ཀྱི་རྒྱལ་མཚན་རེད་ད་རོང་སྟོན་གཞིས་བྱེས་ཀུན་གསལ་དེ་ཆིག་སྟོང་སུམ་བརྒྱ་དྲུག་ཅུ་རེ་བདུན་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་བཞི་བཅུ་བཞི་བཞི་དགུ་ལོ་ལ་དགོངས་པ་རྫོགས་པ་རེད། མོ་དེའི་འདི་ད་ཀུན་མཁྱེན་རོང་སྟོན་སྦྱིན་པས་བསྩལ་པའི་ད་ལྟ་ཤེས་རིག་ན་རེ་འདྲ་ལ་བསྟོད་པ་སྙན་པའི་རྔ་སྒྲ་སོང་ཡང་དེའི་མཇུག་གི་བསྟོད་པའི་ཚིག་དེ་ལ་འདི་གསུངས་བཞག་འདི་ལ་བསྟོད་པའི་དགེ་ཚོགས་དྲི་མེད་པ། ཀུན་དགའི་བདག་དེར་གང་ཞིག་ཐོབ་པ་དེས་སྲིད་པའི་མུན་པ་མ་ལུས་རྣམ་བསལ་ཏེ་ཡེ་ཤེས་སྣང་བ་ཀུན་ཏུ་རྒྱས་པར་ཤོག་གསུང་བྱ། དེས་ན་གཞི་ལྟ་བས་ན་འབྲས་བུ་ལ་སློབ་གཉེར་གང་དེའི་བསྟོད་པ་མཛད་མཁན་ང་ཚོ་བོད་པའི་གཉིས་པ་དེ། རྫོང་སར་མཁྱེན་བརྩེ་བྱང་ཆོས་ཀྱི་བློ་གྲོས་རེད་བྱང་ཆོས་ཀྱི་བློ་གྲོས་དེ་ཆིག་སྟོང་བརྒྱད་བརྒྱ་དགུ་བཅུ་གོ་གསུམ་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་དགུ་བརྒྱ་ལྔ་བཅུ་དགུ་ང་དགུ་ལོ་ལ་དགོངས་པ་རྫོགས་པ་རེད་ད་བྱང་ཆེན་ཚེ་ཆོས་ཀྱི་བློ་གྲོས་ཀྱིས་མཛད་པའི་དཔལ་ནཱ་ལེནྡྲའི་བསྟོད་པ་རག་པའི་དབྱངས། སྐབས་དེ་ལྟེ་བ་དེ་གཉིས་ཀའི་ནང་དོན་འདྲ་པོ་དེ་གབ་ཟིལ་གོང་ལ་ཞུ་བའི་ས་བཅད་ནང་ལ་ལ་འགོད་རྒྱུ་མ་ཕྱིན་པ་རེད་སྟབས་ཁོ་ན་ཉིད་ཀྱི་ལྟེ་བ་དེའི་མཇུག་བྱང་གི་དངོས་མ་དེ་རེད། དངོས་འདིའི་ནང་ལ་ལ་དེ་དག་འཕགས་ཡུལ་མ་འགགས་ད་ཡི་ཆར་བདེ་གཤེགས་བཞུགས་དང་ཕྱག་དང་ཁྲི་ལས་རྒྱུན་མངོན་པར་བསྐྱངས་པའི་གནད་ཀྱི་བཀོད་པ་ལ་ཆ་ཤས་ཙམ་ཞིག་བསྟོད་པའི་དགེ་བའི་མཐུས་བསོད་ནམས་འཕྲུལ་བ་རིན་ཆེན་ལྷུན་པོ་འདི་བསྟན་དང་བསྒྲུབ་ལ་བདེ་སྐྱིད་རྒྱས་ཆེར་སྦྱིན། བདག་ཀྱང་སྐྱེ་བའི།

འོ་ད་དེ་ནས་དེ་ཆགས་སའི་གནས་དེ་གར་གར་ཡིན་མིན་གང་དུ་ཆགས་པའི་གནས་དེ་ནས་དུས་ཚོད་ག་དུས་ཆགས་ཐབས་མིན་སུས་ཆགས་ཐབས་མིན་ད་དེ་ནས་མ་ཕྱི་བ་ཅིག་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ཨེ་ནི་བཀོད་པ་ག་འདྲས་ཡིན་མིན་ལྷག་པར་དུ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་ཨེ་ནི་གི་འདུས་པའི་གྲུབ་ཆ་ག་འདྲས་ཡིན་མིན་ཞལ་གྲངས་ག་ཚོད་ཡིན་མིན་སྒྲིག་ཁྲིམས་ག་འདྲས་ཡིན་མིན་ཕྱག་ལེན་ག་འདྲས་ཡིན་མིན་ཨ་ནི་དཔེ་སྒྲུབ་དུ་གར་གར་བྱོན་ཡོད་མེད་མཁན་པོའི་རིམ་པ་གར་གར་བྱོན་ཡོད་མེད།

ཨོ་དེ་ནས་ཞིག་གི་ད་ཕྱི་ན་ཁུག་པ་ལ་ཡང་ཨེ་ནི་རྩོད་པ་ག་འདྲ་ག་འདྲ་བྱུང་ཡོད་མེད་ཨེ་ནི་མཐའ་མ་པད་ནར་ཟུག་ལ་སློབ་གཉེར་ཁང་འདི་ཨེ་ནི་དུར་ཁའི་དམག་གིས་ག་འདྲ་ག་འདྲ་གཏོར་བཤིག་བཏང་ཡོད་མེད་ཨོ་ད་དེ་ནས་དེའི་ཚབ་ཟེར་ནས་མི་འགྲོ་ད་དེའི་གཙོས་ཡར་རྒྱས་བཏང་ཡག་གི་ཆེད་དུ་ཟུག་ལ་སློབ་གྲྭ་གང་གསར་བ་ག་འདྲ་བཞག་ཡོད་མེད་ད་དེའི་བར་དུ་ཨོ་པད་ནར་ལས་ཟུག་ལ་སློབ་གཉེར་ཁང་འདི་ད་བྱུང་རབས་ལོ་རྒྱུས་དེ་རྒྱལ། སྟབས་བདེ་ན་མ་ད་བ་ཁ་ཤས་ཀྱིས་ད་ལྟ་ཞིབ་འཇུག་བྱས་ཏེ་དཔལ་ནཱ་ལེནྡྲ་རབ་གཉིས་སྒང་སྡེའི་བྱུང་རབས་ལོ་རྒྱུས་ཕྱོགས་བསྒྲིགས་བྱས་པའི་ཤོག་གྲངས་ཕལ་ཆེར་བརྒྱ་དང་བརྒྱད་ཅུ་གྱ་བརྒྱད། འོ་དེ་འདྲའི་ཞིག་ཏུ་སྟབས་བདེ་ཞེས་བྱ་བ་བྱས་ནས་རྣམ་པ་ཚོ་ལ་ཕྱོགས་བསྒྲིགས་བྱེད་ཀྱི་ཡོད་ཅིག་གིས་ཨ་ནེ་ཐ་མ་དེ་ནས་མ་རྣམ་པ་ཚོ་ལ་ངོ་སྤྲོད་ཞུ་གི་ཞུ་གི་བྱས་ནས་ད་འདི་ཡན་ཆད་དེ་དཔལ་ནཱ་ལེནྡྲ་རབ་གཉིས་སྒང་སྡེའི་ཨ་ནེའི་བྱུང་རབས་ལོ་རྒྱུས་ཆ་ཚང་ཆེད་རྣམ་པ་ཚོ་ལ་ངོ་སྤྲོད་ཞུས་ཟིན་པ་ཡིན།

དེར་མ་ང་ཚོ་ད་སྐད་འཕྲིན་ནང་རོགས་ལ་ངག་ཐོག་ནས་དྲི་ཤད་ཞུས་པ་དེའི་ཨ་ནེ་ཤི་ཤ་ཅེ་ད་དཔྱད་རྩོམ་དེའི་དཀར་ཆག་དེ་རྣམ་པ་ཚོར་དེར་མ་ཤོག་གྲངས་བཞི་དེ་ཕུལ་ཡོད་དེ་ནང་བཞིན་ད་རྣམ་པ་ཚོར་ངོ་སྤྲོད་ཞུས་ཟིན་པའི་ཁོལ་ཡིན་དེ་ཡིན་དུས་ད་དེ་ཡན་ཆད་དེ་ང་ད་དཔལ་ནཱ་ལེནྜ་གཙུག་ལག་སློབ་གཉེར་ཁང་གི།

ཨ་ནི་བྱུང་རབས་ལོ་རྒྱུས་ངོ་སྤྲོད་ཞུས་ཟིན་པ་འདིའི་ནང་རོལ་ཡ་རྣམ་པ་ཚོ་ཨ་ནི་ཐུགས་དག་ཡོད་པ་དང་ཡང་འདི་ནང་རོལ་ཡ་ངོ་སྤྲོད་ཞུས་ཡ་ན་ལས་འདས་པ་རིགས་ག་རེ་ཡོད་མེད་རྣམ་པ་ཚོ་འདི་ནས་ཅིག་དོགས་འདྲི་གནང་ཡ་དེ་འདྲ་ཡོད་པ་ཡིན་ན་ཨ་ནི་གནང་རོགས་གནང་ཨ་ནི་ངའི་སྐུ་ནས་ལན་འདེབས་ཞུས་ཐུབ་པ་དེ་འདྲ་ཡིན་པ་ཡིན་ན་རྣམ་པ་ཚོ་ལས་ས་ཡིན་གོང་དག་ངོ་སྤྲོད་ཞུས་ཡ་ཆེ།